ཆོས་གྲོགས་ལན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་ཞུས་ཏེ་དེ་རིང་གི་ཆོས་ཞུགས་ཀྱི་སློབ་ཚན་པོ་ཞུས་པ་ཡིན་ན་ཆོས་ཞུགས་ཀྱི་ཤོག་ལོ་ཀ་བརྒྱ་དང་དྲུག་ཅུ་རག་གཉིས་པ་དང་རག་གསུམ་པ་ཞུ་འོ་ཡོད། དང་པོ་བརྒྱ་དང་དྲུག་ཅུ་རག་གཉིས་པ་ཞུས་པ་ཡིན་ན། གཞས་དང་གསེག་སོགས་སྒྲ་རྣམས་ནི་རྐང་ལག་ལ་སོགས་ཡོད་མིན་ལ། དཔའ་མཛངས་མིན་ཡང་ཇི་ཞིག་ད་དེ་དག་གིས་བདག་དྲན་བཞིན་བྱས་སོང་བ་ཟེར་དེ་ནོག་པ། ཀྱི་དོན་དག་པོ་ཅི་ཞུས་དེ་ནོག་ཞོག་སྙམ་པོ་དེ་ནི་རྩེ་བས་ཀྱིས་ད་ངས་ང་དང་སློབ་ཚན་པོ་བསམ་བློ་བཏང་སྟེ་དེ་ནི་ང་དང་མཐུད་བརྒྱབ་པ་ཡིན་ན། ད་ངས་སློབ་ཚན་པོ་ལ་ཅི་ཞུས་ཀྱང་ཞོག་སྙམ་པོ། དེ་ནས་ང་དང། དར་བ་བརྒྱད་དང་སྦྱོར་བ་བཅུ་ཚང་ཡོད། དེ་ནི་མི་ལུས་རིན་པོ་ཆེ། ཡང་ན་དེ་ནི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་དེ་ནི་ཕན་བྱ་ཟེར། དེ་ནི་ང་དང། ལུས་པོ་ཐོབ། ཧ་ལ། ཤིན་ཏུ་ཉེ་དགའ་ཕན་པའི་ས། ཅོ་སྙམ་པོ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་ཕན་བྱ་ཟེར། དེ་ནི་ང་དང། ས་ཆེན་པོ་རྫོགས་ཤིང་ཆེན་མོ་རྫོགས་པོ་ཐོབ། དེ་ནི་ལྟོ་ཐོབ་ཚར་རེ། དེ་ནི་ང་དང། ཅི་ནོག་སོ་ན་དེ་ནི། ཨ་ལ་དགེ་སྡིག་གི་བླང་དོར་ཤེས། དགེ་བ་དཀའ་བ་ཡིན་མི་དགེ་བ་དཀའ་བ་ཡིན། ཡང་ན་དེ་ནི་ང་དང་བྱང་ཆུབ་སེམས་དཔའི་དེ་ནི་ང་དང། བསླབ་བྱ་ཚད་མ་ཧྲག་གོ། འདི་རུང་ཨན་དེ་ནི་ལྟོ་ཉམས་སུ་མ་བླངས་པ་ཡིན་ན་ལྟོ་མ་ཤོངས་པ་ཡིན་ན་ནི་ཅི་བྱ་ནོ་ཟེར་ན་ཧ་གོ་ནི་གོ་ནི་ཞིག་དང། དེ་ནི་མ་ཤོངས་པ་ཡིན་ན་ནི་དེ་ནི་སོ་སོ་སོ་སོ་ཉལ་ལོས་ན་ཁྲི་སྟེ་ནོ་ཟེར་རེ་ཕྱིས་ཡང་ཉལ་བར་ཏེ་ཁྲི་དོ་ཟེར་རེ་དེ་ནི་སྐྱེ་བ་སྔ་མ་ནས་སྐྱེ་བ་ཐོག་མ་མེད་པ་ནི་ང་དང་དེ་ནི་ཁོ་རོས་ན་ཁོ་རེ་ནི་འདུག་ཟེར་ནོ་དང་ས་ཁོ་རེ་ནོ་རྟིང་མ་ཡང་དེ་འོས་ཉལ་ལོས་ན་ཁྲི་བཅད་ཅན་གྱི་ཡིན་ནོ་ཟེར་ཧ་ལ་ལྟོ་བཞི།

ཁོག་པ་ན་ལྟོས་ཟེར་བདག་གིས་ཁོག་ན་ཅི་ཞིག་ཡོད་ཟེར་སྙམ་པོ་དེ་ནི་ཁོང་ཟེར་ཁོ་ཁོག་པ་གོག་ནོ་ཁོག་པའི་ནང་ལོག་ག་ཅི་འདུག་བལྟ་གོ་ཟེར་ནོ་ཟེར་སྒམ་པོས་ཞུས། ད་བསམ་པའི་སྟངས་པ་ཡིན་ན་དེ་ནི་ང་དང་རྡོ་ཆག་ཤེས་དང་གཏི་མུག་གི་དེ་ནི་དུས་ཀྱི་རྟགས་དུ་ཡིན་ནོད་པ་ཅོག་ནོ་མ་གཏོགས་ཕན་ཅོག་མ་ནོགས་སོང་བ་ཟེར་ནས་རྡོ་ཆག་ཤེས་དང་གཏི་མུག་གི་དབང་དུ་ཆ་མ་བཅུག་ག་དེ་ནི་ང་དང་བྱང་ཆུབ་སེམས་དཔའི་བསླབ་པ་ཀུན་སྲུང་གོ་ཟེར་ནོ་ཟེར་སྒམ་པོ་དེ་རིང་རྟོག་ཞུ་བྱས་ནོ་ཡ་ལས་བྱས་ཞུས་པ་ཡིན་ན་དེ་ནི།

རྩ་བའི་ཉོན་མོངས་པ་དྲུག་ཟེར་ག་ནི་ཉེ་བའི་ཉོན་མོངས་པ་དེ་ནི། ང་དང་ཉི་ཤུ་ཟེར་རེད་རྩ་ཉོན་དྲུག་དང་ཉེ་བའི་ཉི་ཤུ། ཡང་ན། ད། ཞེ་སྡང་སྲེད་སོགས་ཟེར་བས་ཞེ་སྡང་ནི་ཁོང་ཁྲོ་སྲེད་པ་ནི་འདོད་ཆགས་དང་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་ཙམ་ཞིག་གིས་དེ་ནི་ཉེ་བའི་ཉོན་མོངས་པ་དང་རྩ་བའི་ཉོན་མོངས་པ་ཡོད་པ་ཡིན་ན་ཡང། ངོ་བོ་རྣམས་ནི་ཁོ་ཡིན་ནོ། སྒྲ་རྣམས་ནི།

གང་ལ་ལ་སོགས་ཡོད་མིན་ལ། དེ་ནི་འདོད་ཆགས་དང་ཞེ་སྡང་ལ་སོགས་པ་གང་པ་ཡོད་རྐྱེན་དང་དེ་གཟུགས་ཀ་དེ་ནི་སེམས་ཅན་གྱི་ཡོད་དེ་དེ་ནི་གང་པ་ཡོད་ང་དང་གཏད་དེ་གྱོང་སེ་གང་པའི་ཡོད་རྫིས་དང་རྩལ་རྫོགས་དང། དེ་ནི་ལག་པ་ཡོད་རྐྱེན་ནི་སེམས་ཅན་གྱི་རྫོགས་བྱོས་ཏེ་ལག་པའི་ང་དང་གདུང་དང་རྩལ་རྫོགས་ནི་དེ་གཟུགས་ནི་མ་ནོག་ཟེར་ལ། གང་ལ་ལ་སོགས་ཡོད་མིན་ལ། དེ་ནི་གང་པ་ལག་པ་ཡོད་རྐྱེན་ནི་སེམས་ཅན་གྱི་དེ་གཟུགས་ནོད་སྐལ་ཀ་ནི་མ་ནོག། བ་ཛངས་མིན་ཡང་ཟེར་སྙམ་པོ་དེ་ནི་ཁོ། ང་དང་ཅི་ཟེར་བརྩོན་འགྲུས་ཆེན་པོ་དང་སྙིང་སྟོབས་ཆེན་པོ་ཡོད་མཁན་ནི་དཔའ་བོ་ནི་མ་ནོགས་སོ། མཛངས་མིན་ལ་ཟེར་བ་མཛངས་ཟེར་གང་པོ་དེ་ནི་མཁས་པ་དང་ལོ་དེ་གཟུགས་བ་དེ་ནི་ཤེས་རབ་ཅན་ནི་མ་ནོགས་སོ། ཡིན་ན་ཡང་ཅི་དང་མིན་ཡང་ཅི་དང་ཡིན་ན་མ་འདའ་མ་ནོགས་སོ། ཇི་ཞིག་ལྟར་དེ་ཀ་གཟུགས་ཡིན་ན་ཡང་ཟེར་ནོ་ཨ་ལ་ཇི་ཞིག་ལྟར་དེ་ཟེར་སྙམ་པོ་ཁོང་དེ་གཟུགས་བ་དེ་ནི་གང་ལ་ཡོད་མཁན་དང་དཔའ་བོ་དང་ཁ་སྦ་དེ་གཟུགས་དེ་མ་ནོགས་དེ་ཡིན་ན་ཡང་འདོད་ཆགས་ཞེ་སྡང་ངས་དེ་དག་དེ་དག་གིས་འདོད་ཆགས་དང་ཞེ་སྡང་དེ་དག་གིས་ཟེར་ནོ། ནས་བདག་སྒྲའི་འཇིག་ཅིང་བཅས་ཞེས་སྙན་པོ་དེར་ང་དང་ཁོང་གཡོག་པོ་གནང་ཞིང་གོལ་འདུག་གཞུག་སྐམ་པོ་ལ་ཤོག་ལོ་ཀ་བརྒྱ་དང་དྲུག་ཅུ་རག་གཉིས་པ་བཞུགས་ཏེ་ནོ་ང་ལ་རྡོ་ཐོག་ཆོད་པ་ཡིན་ན་ཤོག་ལོ་ཀ་བརྒྱ་དང་དྲུག་ཅུ་རག་གཉིས་པའི་རྡོ་ཆ་བཞེས་དང་ང་དང་དེ་ནས་གཡོག་པོ་ག་ཚོད་བསྐུལ་འདུག་ཟེར་སྐམ་པོས་ཞུ་བ་མཛད་དེ་ནོ། ཁོང་ང་དང་གཡོག་པོ་བསྐུལ་འདུག། ད་དེ་ནས་ཤོག་ལོ་ཀ་བརྒྱ་དང་དྲུག་ཅུ་རག་གསུམ་པས་ཅི་ཞུས་ཟེར་ནོ་ཟེར་ན་གཡོག་པོ་བསྐུལ་བ་མ་ཟད་ཞུས་ཟེར་ནོ་ད་ཕྱག་དཔེ་གཟིགས་ས་ཟེར་དང་ང་ལ། བདག་གི་སེམས་ལ་ནད་བཞིན་དུ་དགའ་དགུ་བདག་ལ་གནོད་ཅེས་པ། དེ་ལ་མི་འཕྲོད་བཟོད་པ་ནི་ནད་མིན་བཟོད།

དེ་ལ་མི་འགྲོ་བཟོད་པ་ནི་རྡོ་ཆག་ཞེ་ཁྲོ་གོ་ཤ་ཟའི་རྡོ་ཆག་ཞེ་སྡང་ལ་ཁོང་ཁྲོ་མ་ཟ་ཞེས་ཁྲོ་ཁྲོ་ཡོང་བྱས་སོ་རང་གི་གྲོང་གྲོང་པ་ཁྱིམ་མཚེས་ཡུལ་མི་ཁྱིམ་མཚེས་དེ་ནི་རང་གི་ཕ་མ་སྤུན་ཟླ། འོ་ཡ་དེ་ཟུག་ཅིག་ལས་མ་གཏོགས་དེ་ནི་མ་ནི་འབྲེལ་བ་མེད་མཁན་ནི་མིག་ལ་ཧྲུལ་གྱིས་ཡོང་བྱས་སང་ག་སོང་ནོག་པ་ཧ་ལ། མ་ནི་དེ་ནི་འབྲེལ་བ་མེད་མཁན་ནི་དེ་འཁོར་གྱི་རྒྱལ་ཁབ་ཀྱི་མ་ནི་ཧ་མ་གོ་མཁན་རྒྱལ་ཁབ་པའི་མིག་ལ་ཅི་ཧྲུལ་ཟེར་ཧྲུལ་ཡོང་ད་ལ་ཧྲུལ་ཡོང་ས་པོ་མང་ཆེ་དེ་ནི་ང་དང་སེམས་ཅན་གྱི་ལ་ཧྲུལ་ཡོང་ས་པ་ཡིན་ན་དེ་ནི་རང་གི་ཉེ་འཁོར་ལ་འདུག་ག་འཇིག་རང་གི་དེ་ནི་གྲོང་པ་ཁྱིམ་མཚེས་དང་ཡུལ་མི་ཁྱིམ་མཚེས་འོ་དེ་ཙོག་ཞིག་ལ་ཧྲུལ་ཡོང་འདུག་སྟེ་ནོག་པ།